ཤེས་བྱའི་སྐྱེས་བུའི་ཆབ་ལ་ཕྱག་འཚལ་ཏེ་ཕྱིའི་རྣམ་པར་དག་པའི་མཁའ་ཀློང་ནས། གསལ་བྱེད་ཉི་མ་འབྲས་བུའི་མུན་པ་ཚེ་ཀུན་ལ་སྣང་བའི་རྣམ་རོལ་སྣང་མཛད་སྒྲ་བེ་རོའི་རྩེ་ནས་ཞབས་ལ་སོང་བ་འདི་གངྒཱའི་རྟ་ལ་རེག་པར་བསླབ་པ་དང་དུར་ཁྲོད་བསྟན་བྱའི་མན་ངག་ཅན་བསྟན་བཅོས་བསླབ་པ་རྩེ་དང་དབང་བསྐུར་བྱིན་བརླབ་པའི་སྙིགས་རྒྱུད་བླ་མ་རྣམས་ཀྱི་བརྡ་ཡི་ཆུང་ཡིན་ཏེ་སངས་རྒྱས་ཀུན་དང་མཉམ་ན་ཡང་དཀའ་བྲལ་སངས་རྒྱས་ཀུན་ལས་ལྷག་བོད་རྒན་རྩ་བའི།

ཡར་ལ་གསོལ། ད་ཁྱི་བོ་བེ་རོ་ཙེ་ན་སི་མི་གི། ད་ཨ་ནི་ཡི་ཀོ་ལེ། ནམ་ད་ཅི་ཞུ་བ་བྱིན་ད་ཁྱི་བོ་བེ་རོ་ཙེ་ན་སི་མི་དེ། ད་འཁྲུངས་ཡུལ་དེ་ག་ཏི་ལི་མོ་ཟེར་བ་བྱིན་ཉེ་མོ་རྒྱལ་ཁར་ཟེར་ཨིན་བེ་ལ། དེ་ད་དོ་བེ་བ་བྱིན་ཉེ་མོ་རྫོང་ཟངས་རི་ཆུ་ཟེར་ཨ་ནི་ཨིན་བེ་ལ། དེ་ཡབ་བེ་བ་བྱིན། མགོ་ཧེར་སྡེ་དང་ཡུམ་སྦེ་བ་ཅན་བྲམ་ཟེ་དཀར་སྐྱིད་སེ་ཧན་ནི་གནས་ལུས་ད་བཙས་པའི་ཐུན་ཁྲོམ་ཨིན་པས་སུ་ཆུད་དོ། ད་བེ་རོ་ཙན་ནག་གིས་ནི་ག་ཆུ་ལོ་སོལ་དེབ་ནང་ནས་ག་ཏི་བའི་དྲི་དེ་འདུག་ཟེར་བ་ཅན་འཛམ་གླིང་བྱང་ཆུབ་ཁ་བ་ཅན་གྱི་ཉིན་མོ་མཇལ་ཁར་མཇལ་ཁར་དཔའ་རྒོད་སིད་སུ་འཁྲུངས། ཁྱེད་ཆུ་བེད་རོའི་ཞབས་ལ་སོང་བ་དེ་ཟེར་ནས་བའི་གསུང་ནས་འདུག་ལ་ད་འཛམ་གླིང་ས་ཡི་ལྟེ་བ་རྡོ་རྗེའི་གདན་ལས་འབེལ་བ་ཅན་དེ་ཡ་བྱང་ཆུ་ལ་ཕོ་དོན་ཡིན་པས་ལ་དེ་བྱང་ཆུ་ན་ལས་ཁ་བ་ཅན་གྱི་གཡུ་ཡི་སེམས་མི་དེ་བའི་གངས་ཅན་གྱི་ལྗོངས་ཀྱི་བ་ན་ལུ་ཟི་ད་བུ་ན་ལུ་ཟི་ཡིན་པས་ལ་ད་ས་ཆའི་མིང་དེ་ད་ཆའི་ཇུ་ཡིས་རྨོ་ལ་ནེ་མོ་རྗེ་ཁ་ར་ར་ཟི་མི་དེ་ན་ལུ་ད་ཡ་བུ་ཨ་ནེ་གོ་བྷེ་དེ་ད་ཡུམ་དཀར་མོ་རྒན་ཟི་རྨོ་ལ་ཡུམ་མི་ཟ

དེ་ལས་ཁོ་རང་གི་ད་གན་གན་རྒྱ་ཐང་ད་སེ་མེ་དེ་ད་ཁོ་རང་གི་མཚན་དེ་ད་ཡུལ་འབྲུ་ག་ར་ཆབ་ཅི་ད་ས་ཆ་ག་དེ་ལས་ད་ཁོ་གི་མཚན་དེ་གོ་ཡི་སེ་མེ་དེ་ཨ་ལུ་དེ་མ་འགྲོ་ཅི་འདུག་སེ་ཨ་མའི་སེ་མེ་མཁས་པ་རིག་པ་བློ་སྟོབས་དང་ནི་བའི་སྐྱེ་སྟོབས་ཀྱི་ཤེས་རབ་བས་འདུག་སེ་ནི་བའི་ཨ་མའི་སེ་མེ་དེ་ག་ར་དེ་ཡོངས་གྲགས་ཆོས་ཆོས་ཨིན་པས་སེ་ཆོས་ཏོ་ལ་ཨ་ནི་ཨིན་པས་ལ། དེ་ལས་དགུང་ལོ་བརྒྱད་མ་ཟིན་ཚེ་མཚན་མོ་ལ་ཨ་ནེ་སྐྱིད་པ་ན་ཡབ་དང་ཡུམ་གྱི་བར་ན་ཡབ་དང་ཡུམ་དག་ཅི་ག་ར་ཞུ་ཞུས་མེད་དེ་ལས་དེ་ལས་རྒྱལ་པོ་ཁྲི་སྲོང་ལྡེ་བཙན་མོ་ལ་གཙུག་ལག་ཁང་བའི་ས་མེད་ས་མེད་ཀྱི་གཙུག་ལག་ཁང་གཞན་གཞན་གཞན་ཨིན་པའི་ལ་དེ་ཨ་ནེ་འདི་གཙུག་ལག་ཁང་གཞན་འདྲ་ལུགས་ད་གཙུག་ལག་ཁང་རྣམས་ལུས་རྟེན་མེད་པའི་མི་ལ་གསུང་རྟེན་མེད་པའི་མི་ལ་དེ་ལས་སློབ་པའི་པད་མ་འབྱུང་གནས་ཀྱི་ཐ་གར་བའི་བཀའ་བཀའ་གནང་ནོ་ཟེར་བ་ཅན་དང་ཕྱི་རབས་པ། མཁས་པའི་དྲི་བཟང་དེ་ཟིན་ལོ། ད་ཁྱེད་རང་གིས་སངས་རྒྱས་བསྟན་པ་གསུང་ནས་ག་བྱེད་ལོ། ད་སངས་རྒྱས་བསྟན་པ་འདི་གཙུག་གོ་བ་ཅན་ཟེར་དང་གཙུག་གནས་ཀྱི་ཐུགས་རྗེ་ཡལ་བ་ཅན། ད་ག་བྱེད་པས་གོ་བས་ཟེར་དང།

དེ་ལས་ལུས་མེད་པད་མ་གཞོན་ནུ་ཡི་བཀའ་བཞིན་དུ་དེ་ལས་ཤེས་རབ་དང་ལྡན་པ་ཤེས་རབ་ཡིན་མིན་དེ་སྟོང་ཕྲག་བརྩམས་འདི་ཅི་དེ་བར་གཅིག་ག་ར་བསྡུས་དེ་བར་བསམ་ཡས་གཙུག་ལག་ཁང་སྒྲ་སྒྱུར་གླིང་ལུས་པས་ཨ་ནི་ད་ད་སྒྲ་སྒྱུར་དེ་ག་དེ་བས་ན་བི་ད་རྒྱ་གར་གྱི་སྐད་དུ་སྨོས་ལ་བལ་སྐད་དུ་ག་དེ་བས་སྒྲ་སྒྱུར་བས་ནི་ན་ཨ་ནི་འདི་ལྷ་བཅུ་བཅུ་ཡིན་པས་སྲི་ཞུ་དོ་ལ་ཡི་བུ་ཁྲི་སྟོང་འདི་འཛིན་གྱི། འདི་ལས་རྒྱལ་པོ་ཁྲི་སྲོང་ལྡེ་བཙན། དེ་ད་ད་པན་དགའ་ཆེ་ཁེན་ནོ་ཟེར་བ་བྱིན། ད་ཨ་ལོ་ཅི་འདུག་ཟེར་ཨ་ལོ་དེ་གི་མིང་འདི་ག་ཆེ་འདུག་ཟེར་བ་བྱིན། རྒྱན་འཇག་ཐང་དག་སེ་མེ་འདི་འདུག་ཟེར་ཨ་ལོ་དེ་མ་རོ་ཅི་འདུག་སྣ་མའི་སེ་མེ་རིག་པ་རིག་པ་སེ་ཏོག་ཏོག་ཅི་འདུག་ཟེར་ཨ་ནེ་པན་ད་དགའ་གི་ཁེན་གེ་མོ་ཟེར་བ་བྱིན། དེ་ལས་ཀྱི་ཨ་ནེ་དགའ་ཆུ་ལོ་རྒྱལ་པོ་ཁྲི་སྲོང་ལྡེ་བཙན་གི་ཁེན་གེ་མེ་དེ་ལས་རྒྱལ་པོ་ཁྲི་སྲོང་ལྡེ་བཙན་གི་ཁེན་ཤིམ་ལ་ལས་དེ་ལས་ཁོང། ཁོ་ར་ངོ་མ་པའི་བར་བྱེད་འདི་གི་པའི་བློན་པོ་དང་འབངས་དང་བཅས་པ་དེ་ལས་རྟ་རྟ་རྡ་སྡིག་པའི་ལས་ཤིག་བྱས་ཏེ་ཕ་ཉེ་མོ་རྗེ་ཁ་ལུ་འཇོན་ཆེན་པའི་ལ་ཉེ་མོ་རྗེ་ཁ་ལུ་བྱེད་འདི་གི་པའི་དེ་བེ་རུ་ཙ་ན་དེ་ཕ་དེ་གདན་དྲངས་གྲབས་ཡིན་པས་སེ་ཞུ་དོ་ལ་དེ་ལས་དེ་ལས་བོད་རོལ་རྩེད་གནས་ཀྱི་ཕ་མ་མོ་ལ་ཕ་མ་གཉིས་ཡང་དེ་ལས་གཡུར་ཡར་ལུང་རིག་པ་ཟིན་པ་ནང་ན་ནང་ན་ལུང་ཤ་ཆེན་ཡིན་པས་ཁུ་བྱུག་པ་དེ་གས་པས་དེ་ལས་བུ། དེ་ལས་སློབ་དཔོན་པད་མ་བྱུང་ནས་དེ་ལས་མཁན་ཆེན་པོ་ཏི་ས་ཐོ་མོ་ལ་བསམ་ཡས་དགྲ་བཅོས་གླིང་བསླུས་པས་དེ་ལས་ལོ་ཙཱ་བ

ལྟར་གོ། མཁན་སློབ་དང་མཁན་པོ་བོ་དྷི་ས་ཏུ་དང་སློབ་དཔོན་པདྨ་འབྱུང་གནས་ཀྱི་མདུན་མདུན་ལུ། ལོ་ཙཱ་བ་ལྷ་པའི་སྐབས་སུ་ད་ཁོ་ག་དེ་པའི་མཁན་ཡིན་ཟེར་བ་ཅན། ཀྱེ་མ་གྲྭ་བ། སྟོང་གྲྭ་དེ་ཅིའི་མཁན་ཡིན་ཟེར་མི། སྟོང་གྲྭ་དང་སྟོང་གྲྭ་སྤྱི་དང་འབྲུག་གྲྭ་དེ་ཅིའི་མཁན་ཡིན་ཟེར། ད་གྲྭ་ཡིན་མིན་ན་ལ་གྲྭ། སྒྲ་མ་འདྲ་བ་གམ་ཅི་སྐད་ཅིག་གསུམ་ལས་དེ་ཇི་ལྟ་བ་སྐད་ཅིག་པའི་ཤེས་ཨ་ནི་བས་ལྟ་སྐད་ཅིག་པའི་ཤེས་ཅི་ཡིས་སེམས་མེད་ལ་ཁུད་མཁན་ཡིན་སེམས་ཨ་ནི་ལྟ་བ་ཨ་ནི་རྩོམ་པའི། བློ་བདུན་འདི་ཇི་ལྟ་བ་བློ་ཨ་ནི་བས་བརྗོད་བྱའི་ཨིན་བས་ལ་ལྟ་མཁན་པོ་ལྟ་མཁས་པ་བས་ར་རྩ་ན་སེམས་མེད་དེ་ལྟའི་ཨ་རྩོམ་ཇི་ལྟར་སངས་ཀྱི་མི་བྱ་བ་སྐད་སྐད་ན་མི་བྱེད་སྟོང་དང་དྲུག་བྱ་སེམས་མེད་དེ་སྟོང་སྒྲ་ཅི་ལྟར་དྲུག་བྱེད་དེ་བརྗོད་མཁན་དེ་མེད་སྒྲ་མ་སྒྲ་མི་བྱེད་པ་གསུམ་བྱ་དྲུག་གསུམ་བྱ་གམ་ཅི་སུམ་ལས་དེ་ཇི་ནི་གོ་སྐད་ཅིག་པའི་ཤེས་ཅི་ཡིན་པའི Translation ལ་མེད་མེད་ན་ལ

དེ་ལས་བབས་པའི་བད་ཀན་ཧབ་ན་ལུ་གུ་ཁོང་རྣམས་མེད་ས་མི་ཁ་བ་ཉི་མ་དང་ཟླ་བ་གསུམ་པའི་དང་ལོ་ཆེན་ལོ་ཆེན་མཚན་མོ་ལོ་ཙཱ་བ་ཆེན་པོ་གཉིས་ཡས་མས་ལ་ཨན་ནི་ན་ལེ་ད་ཅི་དེ་ག་མོ་ཟེར་བ་ཅན་དེ་ཨན་ནི་བེ་རོ་ཙཱ་ན་ཡས་མས་མོ་ལ་དེ་བེ་རོ་ཙཱ་ན་ལེ་ན་མེད་ས་མི་ཀ་ར་ཅོ་ད་ལུ་ད་སྐྱེ་བོ་ཁྲི་སྲོང་ལྡེ་བཙན་རྣམས་མེད་ས་མི་ཐུགས་ཀྱི་ཅི་ཟིན་མེད་ལ་དེ་ལས་མཁན་པོ་བོ་དེ་བོ་དེ་ས་དོ་མོ་ལ། དགའ་བྱེད་དགའ་བྱེད་གནང་ནོ་ཟེར་བ་བྱིན་དང་རབ་བྱུང་གི་ཁྲིམས་འདི་དག། པར་བྱེད་གནང་བ་བྱིན་དང་ཨ་བདུད་ཚུལ་གྱིས་འགག་འབད་མི་བདུད་ཚུལ་གྱིས་སྡོམ་པ་དེ་སྲུང་ཚུགས་ག་མི་ཚུགས་ག་ཟེར་ཚོད་ལྟ་འབད་པས་དབེན་པའི་ལ་ཨ་ན་འབོད་དང་ལུས་དང་དམིགས་བདུན་འདུས་བྱས་དང་གོང་གི་སྲས་སྲས་དེ་གའི་འབད་དང་སྡོམ་པ་གནང་ན་མིན་པས་ཨ་ན་དམིགས་བདུན་གྱི་སྒྲས་ག་ལས་དང་ཅི་དེ་འབད་རོགས་བཙལ་ན་ཡིན་དབེན་པའི་ལ་དེ་ལས་དང་དེ་གས་མ་བཙལ་དེ་སློབ་པའི་པད་མ་བཅུ་འདུས་ཀྱི་བྱེད་པ་ངན་ངག་ཡིན་མོད་ལ་ཨ་ན་ལས་དང་ཅི་ཁོ་བས་མཚུངས་ཟེར་ཞུས་དོ་ལ།

ཤི་ལིའི་དབུས་རྩེ་དཔོན་ཆེན་ཉེར་ལྔ། འདི་ཚོའི་སྤྱི་བཀའ་བརྒྱད་དེ། འདི་ཚོའི་ལོ། གསེར་སྲང་སྟོང། འདི་པའི་ཕུལ་བུས་དབུས་འབེལ། གསེར་སྲང་སྟོང་ཕུལ་དུས་གྱི་པའི་ཁོང་ཚོའི་ལོ། དཔོན་ཆེན་ཉེར་ལྔ་ལོ་གསེར་སྲང་སྟོང་ཕུལ་དུས་ཀྱི་པའི་ད་དོ་ང་གི་ཕྱི་དུས་སུ་ག་ར་སེམས་སེམས་དབུས་འབེལ་སེ་ཆུ་དོ་ལ། འདི་དག་གསེར་དང་སྲང་འདི་དག། ཡ་དེ་བེ་ལེམ་གནས་ཀྱི་སེར་སེར་བྱེད་བྲེ་སྒང་དང་སེར་སྐྱའི་པ་ཏྲ་བཞི་བསྐུར་ནས་ཟིན་མེད་དེ་ད་ལས་ཡ་ག་བྱོད་ལོ་ད་རུང་རྒས་པོ་ཁྲི་ཚོ་འདི་ཟིན་གྱི་ཡ་ད་རུང་སེར་སེར་བྱེད་བྲེ་སྒང་ཟིན་ག་ཅི་བྲེ་ཡི་སྨན་སྣ་ལ་ནས་ཆུང་དུས་སུ་ཨོང་ནས་གི་བྲེ་སྒང་དང་དེ་ལས་སེར་སྐྱའི་པ་ཏྲ་བཞི་པ་ཏྲ་གཅིག་ཡ་ནས་བས་ད་བར་བྱ་ག་ལུ་ད་ག་སོག་པ་ཆེན་པོ་ལྷམ་ནས་གི་དོན་ལུ་མ་བྱ་ག་ལུ་ཏང་ཡིན་ཟིན་བེ་ལ་ད་གཏམ་ད་ལུ། གཏམ་དང་གླུ་དང་མ་དང་རྣམ་ལེན་ཟེར་མི་ཁྱབ་པ་ཡོངས་སུ་བསྒྲགས་པ་ཤེས་རིག་དབུ་འཛིན་པཎ་ཆེན་སྙན་ངག་ལ་སོགས་པ་རྣམས་ལས་ད་གསང་སྔགས་ཀྱི་ཆེད་དུ་བཟོ་ཟིན་ཡིན་སྲིད་མོད་ལ། དེ་ལས། ད་ཁོང་ལོ་ཙཱ་བ་གཉིས་མོ་ལ་རྒྱ་གར་དུ་བྱོན་ཡིན་ད་བྱོན་བཞིན་ལས་ད། སློབ་དཔོན་པདྨ་ནས་ད་ཁོང་གིས་ད་བར་སློབ་དཔོན་པདྨ་འབྱུང་གནས་འབེལ་ས་བྱོན་རྒྱུ་མེད། སློབ་དཔོན་པདྨ་འབྱུང་གནས་འབེལ་ས་བྱོན་མདའ་ལུ། སློབ་དཔོན་པདྨ་འབྱུང་གནས་ཀྱི་ཁོང་དང་སྔ་ཕྱི་ད་བ་ཡ་བེ་ལུ་ད་ཆེས་བདག་གོ་བས། ད་ཁོང་སློབ་དཔོན་པདྨ་འབྱུང་གནས་ལུས་ཆུ་བཞིན་པས་ཨ་ནི་བན་དེ་གི་ད་གསང་སྔགས་རྫོགས་པ་ཆེན་པོ་ཆེ་དེ་ཡ་བེ་ལུ་བདག་གོ་བས་སྔ་ཕྱི་ནི་ཧེ་མ་ལྷ་བདུད་ནཱ་ལེ་དབང་ལུང་ཞུ་ས་ཞུ་ནི་ཟེར་ཨ་ནི་ལྷ་བཞིན་པས། དེ་ལས་སློབ་དཔོན་པདྨ་འབྱུང་གནས་ཀྱི་ད་དུག་ཟེར་ཆེས་ཡ་བེ་ལུ་ཟེར་ད་ཕྱིས་དེའི་བདག་མནན་པའི་རྩེ་མོར་རྫོགས་པ་ཆེན་པོ་དེ་བུད་དེ་ཟླ་བ་བྱིན་ཏེ་ངེད་ཀྱི་རྟགས་ང་གི་ཤེས་བྱེད་ཡིན་ནི་ཨེ་ཡིན་ཚེ། ད་ཕྱི་ལོ་ཤེས་བྱེད་ཤེས་བྱེད་ཅི་ནི་ཨེ་ཡིན་ཚེ་སྨོས་ལ་དོན་དུ་དེ་སུ་སྟེ་ནི་ཨེ་དབང་ལུང་དེ་སུ་གནང་ནི་ཨེ་ཡིན་ཚེ་ཨཱ་ནི་ཨིན་བེ་ལ། དེ་དེའི་སྐབས་ལོ་དེའི་གང་ག་ཅིག་འདུག་ཟེར་བ་ཅན་རྒྱ་གར་གྱི་རྒྱལ་པོ་ཅིག་གནའ་མའི་སེམས། ཕྱིས་བོད་མི་འདི་ཚོའི་ལོ་དང་གནའ་མའི་སེམས་པའི་ཕྲག་དོག་ཡོད་པ་ཨིན་བེ་ལ།

ཨུ་རྒྱན་གཡུལ་རྡོ་རྗེ་ནི་ག་རབས་གཉིས་རྗེ་རྫོགས་ཤིང་མཆོད། དེ་ལས་ཨ་ནག་གི་ཕྱི་པའི་སྲིད་པ་ཅན་དེ་ལས། ད་ཕྱིས་དུས་སུ་ག་ར་དང་བྷ་ནི་བའི་ཞུ་བཞུགས་ཚར་གཞིམ་ལས། དེ་ག་ཕྱིས་གྲུབ་ནོ་ཟེར་བ་བཞིན་རྣམ་པར་སྣང་མཛད་མོ་ལ་སོགས་པ་ཆེན་པོ་ཆེ་མཉམ་སྦྱིན་དང་དེ་རྣམ་པར་སྣང་མཛད་སྒྲུབ་སྒྲུབ་མེད་དེ་ལས་རྣམ་པར་སྣང་མཛད་སྒྲུབ་བཞུགས་ལས། དེ་མིང་འདི་ག་ཕྱིས་བཏགས་ནོ་ཟེར་ཨ་ནལ་བྷ་དེ་བེ་རོ་ཙཱ་ན་ཟེར། དེ་བེ་རོ་ཙཱ་ན་དེ་རྒྱ་གར་གྱི་སྐད་ན་ཡིན་པས་དེ་ཨ་ནི་པན་དེ་གའི་དེ་ལས་སྦི་གི་ན་ཇུ་བ་ཅིན་ཕེ་རོ་ཚ་ན་སི་ཨ་ནེ་བའི་ཏི་མིང་དེ་ཨ་ནེ་བའི་ཡོངས་སུ་གྲ་གྲུབ་ཨིན་པས་སེ་ཞུས་དོ་ལ། དེ་ལས། དེ་ལས་ཨ་ན་ཨ་ན་ག་ཅི་སུང་དེ་འདུག་ཟེར་བ་ཅིན་ད་རུང་ཨ་ན་ག་ཅི་ལོ་ལ། ཕེ་རོའི་གེ་སོ་ལེབ་ནང་ལུ། བླ་མའི་ལུང་དེ་ནི་ཨུ་གིན་ཨུལ་ཏུ་ཅིན་ག་རབ་གཉིས་རྗེས་ལ་རྫོགས་ཆེན་ཁྱེད་རྣམས་ཚེ་ཉམས་ཚོད་བླངས་ནས་མཐུ་ཡི་དཔྱིད་དུ་བྲེས་སེ་ཨ་ནེ་བའི།

དགའ་རབ་རྡོ་རྗེའི་དང་ཐུགས་ཀྱི་དགོངས་པ་དེ་ཅོག་ར་ཐེབས་པའི་ཡང་སྲིད་སྲིད་མེད་ལ་ཧ་ནི་བི་འདི་ནུས་པ་ཡ། དེ་ལས་དཔལ་ཆེན་སྙན་ངག་བདུད་རྒྱུད་མན་ངག་དེ་ཁྱད་པར་ཤེས་རིག་ཀློང་ཆེན་ཡངས་པ་ནགས་ཁྱེད་རྣམས་ཐུགས་སུ་དབང་དང་ལུང་ལུང་བསྟན་ངེས། དེ་ལས་དཔལ་ཆེན་སྙན་ངག་འདི་ཚོ་རྗེ་བདུད་རྡོ་དང་རྒྱུད་མན་ངག་འདི་ཚོ་དགའ་ར་ཁོང་འཁོར་ལོ་བརྟན་མོ་ལ་ཁྱད་པར་ཤེས་རིག་ཀློང་ཆེན་ཡངས་པ་ས་ཆ་ཡངས་པ་ན་ལུས་པའི། ཁྱད་པར་ཅི་རིགས་ཀློང་ཆེན་ཡངས་པ་སྣང་སེམས་མེད་དེ་ཁྱད་པར་ཅི་རིགས་ཀློང་ཆེན་སེམས་མེད་དེ། ད་ཅི་དཔལ་ཆེན་སྙན་དངགས་སྣང་ལས་དང་ཀློང་ཆེན་ཡིན་པས་ཨ་ནི་ཅི་ཡིན་པས་ལ། དེ་ལ་ཨ་འདི་སུ་ལས་ཕྱི་འདི་སུ་ག་ར་བ་ཞུ་ཞུ་ཤིམ་ལས་ད་ག་ར་ཐུགས་སུ་ཆུད་དབང་དང་ལུང་འདི་འདི་སུ་ག་ར་ཐོབ་ཅི་ཡིས་སེམས་པས་ལ།

འདི་ལས་རྒྱལ་པོ་བདེ་ཆེན་འདི་ཚུལ་ནི་འདི་ཚུལ་ལོ་ཁ་ཆེ་པའི་ཀ་ཡ་བེ་ལོས་ཀྱིས་འདི་དགེ་བའི་རྒྱལ་པོ་བདེ་ཆེན་འདི་ཚུལ་ལོ་ཆེས་གནང་ཡིན་སྲིད་འབོད་ལ། རྒྱལ་པོ་བདེ་ཆེན་རྣམས་ལ་ཆེ་གོ་གུང་ལྔ་བཅུ་རྩ་བདུན་བྱས་སྲིད་འབོད་ལ་བྱོན་སྲིད་ད་འབོད་ལུས་ཀློག་དེ་དགུང་ལོ་གམ་གྱི་ན་བྱོན་ཡིན་ཟེར་བ་བྱས་ནས་ད་དགུང་ལོ་ལྔ་བཅུ་ལྔ་བདུན་བྱས་པ་ད་ལུས་ད་ཀློག་དེ་འབོད་ལུས་བྱོན་ཡིན་སྲིད་མ་བྱ་ག་རྣམས་ལས་ཁྱད་པར།

ཨ་ནེ་གསོལ་སྟོན་འདྲ་འདྲ་མིན་པའི་ལ་ཨ་ན་ད་ཆེ་དེ་ཚོ་གེ་ར་སེན་ཚ་དེ་ལེ་སེ་མ་བུ་ཅོ་གེ་གེ་ལིའུ་ལྔ་བཅུ་ག་ར་ཚ་ཡེ་སེ་མི་ད་ལི་ཡེ་བོ་ལུ་དེ་ལེ་ཨ་ནེ་བའི་ཚ་བ་ད་ལུ་ཨ་ན་ཀ་བླུ་ད་རྒྱལ་བོ་གེ་བཙུན་མོ་ཚེ་བོང་ཟ་སེ་མོ་ལ་དེ་ལེ་བེན་ལ་དེ་བའི་བློན་ཆེ་འདི་ཚོ་གེ་ཧ་གོ་དེ་གེ་ད་ད་ར་བླུ་གོང་སེ་ད་ཆེ་དེ་ཡིན་མི་ན་ལ་ཨ་འདི་ཚོ་གེ་ཧ་གོ་དེ་གེ་བེ། ད་བིན་ཧ་གོ་དེ་གི་ཁོང་ཚོ་ནམ་མི་སེ་མི་ད་རྩིབ་བཟའ་རྒད་པོ་ལུ་ཤུ་ཤུ་མི་ད་བིན་ཏན་མ་ཏང་མི་དུ་མ་ཆེ་བ་མི་དུ་སེ་ར་སེ་གོ་སེ་དེ་ལས་རྒད་པོ་ཐབ་ར་མེད་པ་མོ་ལ་བེ་རུ་བཟའ་ན་དེ་ད་ཕ་གེ་མོ་རུང་སེ་ཨ་ནེ་འདུག་ད་མ་ཏང་བ་ཐབ་ར་མེད་པ་ཏང་གོ་ཐིན་སིན་བེ་ལ་དེ་ལས་གེ་མོ་རུང་དུ་རྒྱུན་དེ་གི་བེ་ད་ཟོག་ཆེན་གི་ཆེ་ལ་ཤ་ཤི་གི་ད་སློ་མ་མང་མང་རབ་ཅི་ཡ་ཚུ་དུས་དེ་གི་བེ་ད་ཟོག་ཆེན་གི་ཆེ་དེ་སུན་སུན་མེ་ཟོག་ཆེན་གི་ཏན་པ་དེ་ད་ཐམ་ཨིན་བེ་ལ་དེ་ལས

བི་ལུ་བི་ཏའི་བ་ཅན་འདྲ་འདྲ་མིན་པའི་ལ་བ་བི་ལུ་ཤུ་དེ་གའི་བི་ཏའི་རྒྱལ་པོའི་གི་བ། བྱེ་བ་བུའི་སྨུག་ལ་བྱེ་བ་བུའི་དེ་ལས་བེ་རོ་ཙཱ་ན་དང་བེ་རོ་ཙཱ་ན་དེ་ལས་ནམ་མཁའི་སྙིང་པོ་གཅིག་ག་དེ་ལས་གསང་སྔགས་སྒྲུབ་པ་ཀ་གི་གི་དཔེ་བྱད་དུས་སུ་ག་ར་ནི་བི་ཇུ་ཇུ་ཨིན་པས་སུ་ཞུ་དོ་ལ། དེ་ལས་ང་ནི་བི་ཏའི། ཁོང་རྒྱུ་ཐང་དེ་དག་མཚན་དཔེ་བ་ཅན་ག་དུ་བེ་ཡེ་ག་ཚེ་དར་ན་དཔེ་ཆ་ན་ཡོད་ལ་ང་གས་ནས་ཞུ་གས་ལ། དེ་ལས་གསང་སྔགས་བླ་མེད། དེ་ལས་གསང་སྔགས་བླ་མེད་འདུ་འགྱུར་མན་ངག་དང་སྨན་རྩིས་འབེལ་ཚུལ་ཐམས་ཅད་འབེལ་དུ་གྱུར་ཟེར་ལོག་རྩ་ཆེན་པོ་ཞེ་དྲག་ཀུན་གྱི་གཙོ་ཁྱེད་ཆུ་བེ་རོ་ཞབས་ལ་སོང་བ་འདས་ས་ནས་བུ་སོང་དེ་དུས་དེར

སྔགས་ཞུ་ནང་ལུགས་སྦེ་རོ་ཚ་ནང་ཡོད་ཡོད་ཟེར་དེ་ལས་ལྡོ་ཚེ་ནི་ཐེག་པའི་ནང་དུ་ག་ཅི་མིང་ག་ཅི་ཡོད་ཟེར་བ་བཞིན་བན་དེ་ཡེ་ཤི་ཡོད་ཡོད་ཟེར་བན་དེ་ཡེ་ཤི་ཟེར་བ་བཞིན་དེ་ཨ་ནི་འདི་ག་གི་རྗུ་ཆུ་ཡིན་ན་ཟེར་བ་བཞིན་དེ་སྦེ་རོ་སྦེ་རོ་ཚ་ནི་ཁོ་རང་གི་རྗུ་ཆུ་ཡིན་ཟེར་དེ་ལས་རྩིས་འདི་ཚོའི་ནང་ལུགས་དེ་ག་ཅི་འདི་ག་ཅི་མཚན་འདི་ག་ཅི་ཡོད་ཟེར་བ་བཞིན་མ་རྗུ་ཆུ་གི་མཚན་འབྱུང་བ་ཨིན་དྲ་ཨིན་དྲ་སྦེ་རོ་ཟེར་ཡོད་ཡོད་ཟེར་མེད་ཨ་ནི་བས་དེ་ལས་སྨན་གྱི་སྐོར་ལས་ནང་ལུགས་བན་གྱི། པདྨ་ལྔ་གཅིག་གི་སྨན་ནི་མོ་ལ་སྨན་གྱི་ཛཱ་ནི་གི་སྨན་ནི་སྨན་རྣམས་ལ་ཨཱ་ནི་ནང་དུ་སྟེ་མིང་འགའ་ཅི་ཡོད་ཚན་འགའ་ཅི་ཡོད་ཟེར་བ་ནི་འཆད་པར་ཡོད་ཟེར། དེ་ལས་བོན་གྱི་ཆའི་ནང་དུ་ཁོ་རྒྱུ་རྒྱུད་ཀྱི་མིང་འདི་ག་ཅི་ཡོད་ཟེར་བ། རྒྱན་འཇག་ཐང་དག་ཅེས་དང་ཁོ་ར་གི་དང་ཁྱུང་གོས་དང་ཡབ་དང་ཡུམ་གྱི་མཚན་སོད་སོད་ཀྱི་མཚན་ཡིན་པས་ལ་རྒྱན་འཇག་ཐང་དག་ཟེར། དེ་ལས་མཚན་ཕྱུག་ལྔ་ལྡན་ལྷ་སྲིན་བདུད་འདུལ་ཁེལ་ཟེར་ཏེ་ཨཱ་ནི་པདྨ་མཚན་ཕྱུག་ཕྱུག་ཏུ་བརྗོད་པ་དེ་མིང་ལྔ་དེ་ཅི་ཡོད་དྲིས་ལ། བེ་རོ་ཙར་ན་དེ་བན་དེའི་ཡེ་ཤེས་ཨིན་དྲ་བེ་རོ། དེ་ལས། ཁྱད་པར་སི་ཏཱ་གན་རྒྱ་ཐང་ཐ་སི་ཨན་ནི་བན་དེ་གི་ལྷ་དང་སྲིན་པོ་དེ་ཚོ་ག་ར་ཁོ་གི་བ་གཡོག་གུ་ཡིས་སྲིན་མེ་ལ་ད་ཁོ་གི་ནུས་པ་གི་བས་ཁོ་སྲིན་མེ་མེ་བྱེད་པ་ད་ཁོ་སྒྲུབ་ད་ཡ་ཐེན་དེ་བ་ལ་དེ་བེ་རོ་ཙར་ན་སྲིན་མེ་དེ་སྒྲུབ་ད་ཡ་ཁྱ་ཐེན་དེ་མོ་ལ་རྗེ་བ་ཉེ་ང་ན་དུ་ད་ན་བ་དེ་ཚོ་གི་མ་ཁེ་མེ་འོང་ལ། དེ་ལས་རྒྱ་གར་རྒྱ་གར་རྒྱ་ན་བིལ་མེ་འདམ་བི་ཨུ་ཙམ་བེ་ཀ་མ་ལི་ཤབ་གི་ཅག་དེ་ལས་བར་བྱ་ཁ་དེ་ད་ཞིག་འདྲ་ཞུ་ཡིན་མོ་ལ་བར་ཁྱད་པར་སྦྱང་བ། བ་ལོ། ལོ་དམར་རུ་བྱ་ཁ་ན་ཞུ་དེ་གི་བས་དེ་དེ་རྫོགས་ཆེན་གི་ཆེད་དུ་བཟོད་སྲེད་ན་ནི་བས་ན་ཡིན་མོ་ལ་དེ་ལས་བྱ་ན་ལོའི་རྒྱུན་དེ་ལས་བས་ཡོད་ཡོད་ལས་སེ་མེ་དེ་བ། ནེ་པལ་དང་དེ་ལས་མན་བས་ཡོད་སེ་མན་སེ་མེ་དེ་ཡར་ང་ཅི་འགྲུབ་དང་དེ་ལས་དབུས་གཙང་བས་ཁམས་ཐམས་ཅད་ལུས་ཁ་དེ་ཡ་དེ་རྒྱུན་དེ་གི་བས་ས་གཞི་དེ་ཚུ་ག་ར

ཟླ་གསུམ་དུ་གསུམ་ཆ་དྲུག་བཅུ་རེ་སྒྲུབ་བཞེས་པའི་ཚེ་ཞང་རྫོང་དགྲ་ལག་སྐུ་ལུས་རྒྱ་དར་ཡི་རི་བོའི་རྩེ་ལྔ་འཇམ་དབྱངས་ཐུགས་ཀར་འཛིན་མཁས་ཆུ་བེ་རོའི་ཞབས་ལ་སོང་བ་འདས་ཟིན་ཨ་ནེ་བའི་གསུང་ལས་དུ་ལ་ཁོ་དགུང་ལོ་ཧ་ལམ་གྱི་གམ་ཆེན་གཞོན་ནུ་ཟེར་བ་བཞིན་གསུམ་ཆ་དྲུག་བཅུ་དེ་ཆེ་ཤོས་གཞོན་པའི་ལག་ཚེ་རིང་བ་ཨང་བཅོས་དེ་ལས་བཞུགས་ཞིམ་ལས་དང་དགུང་ལོ་གསུམ་ཆ་དྲུག་བཅུར་ཞབས་ད་ལོ་དེ་ལས་ཡང་རྫོགས་གྲ་ཟེར་མི་དེ་ཁོ་རང་གི་སྐུ་ལུས་དེ་ད་ལྟ་རྗ་ལི་ཕུང་བ་ཆེན་པོ་ག་ནི་སྒྲུ་ཨ་ནེ་བའི་ཡེ་རྗེ་བྱོན་ཡིན་པས་ལ་འདི་ཡང་ང་ཚོའི་ནམ་མཁའི་རྒྱལ་སྲས་ནད་མེད་རྣམས་ལ། འདི་སྐུ་ལུས་དེ་ཡང་འཛུམ་བརྗོད་བྱོན་ཡིན་པས། དེ་བརྗོད་བྱེད་དགོས་པས་ཡང་རེའུ་རྩེ་ལྔར། རེའུ་རྩེ་ལྔར་གྱི་གནས་དེ་ག་ཆེན་མོ་ཟེར་བ་བཅིངས། རེའུ་རྩེ་ལྔར་ཟེར་མེད་དེ། རྒྱ་ནག་ལོ་དབྱིབས་འདྲེས་པ་ལ་རྒྱ་ནག་ལོ། རེའུ་ཟེར་མེད་ད། རི་བོང། ལ་བོང། རྩེ་ལྔ་ཡི་བི་མ་དབྱིབས་འདྲེས་ལ་ཨ་ན་དེ་ག་གི་ཕོ་བྲང་མོ་ཟེར་བ་བཅིངས། ག་གི་གནས་མོ་ཟེར་རྗེ་བཙུན་འཇམ་དབྱངས་གནས་ཡིན་པས་ཨ་ན་འཇམ་རྗེ་བཙུན་འཇམ་དབྱངས་ཆོས་ཀྱི། ད་ཐུགས་ཀ་ནང་ལ་ཐིམ་ཐིམ་ཡིན་པས་ཟེར་ཞུ་དོ་ལ། ད་ཐིམ། ཁམས་གསུམ་འཁོར་བའི་སེམས་ཅན་མ་ལུས་པ་ཁྱེད་ཀྱི་ཐུགས་རྗེ་སྤྲུལ་པ་སྣ་ཚོགས་ཀྱི་སེམས་ཅན་མི་འདོད་ལམ་ལ་སྐྱེལ་མཛད་པའི་ཁྱད་ཆོས་འབད་པའི་ཞབས་ལ་གསོལ་བ་འདེབས། ཚེ་ཨ་ནེ་ལས་སྨན་སློབ་ཡིན་པས་ཨ་ནེ་པའི་བདག། བདག་ཐ་མ་དེ་ཤིང་རྟའི་ཨ་ནེ་པའི་ཤེས་ད་བསྟན་པ་ལ་སེམས་ཅན་འདི་སྣོད་མེད་སེམས་མེད་དུད་འགྲོ་དེ་ན་ནི་པའི་སྣ་ནམ་ཨིན་པས་སྲི་ཞུ་དུ་ལ་ད་བེ་ལོ་རྩ་ནག་སེམས་མེད་དེ་ད་ང་ད་ང། ད་ད་རིང་ན་པ་མཁས་པ།

ད་ཀྱེ་མ་འགྲོ་མ་འགྲོ་སྒམ་ཆེ་ལ་བསམ་གླིང་ན་ལོ་ཨ་ནི་སི་ཁོ་ཀི་ཧ་ལམ་སྒམ་ཆེ་ཁེན་འདོད་ཡིན་པས། སྟོང་དང་སྟོང་དང་དྲུག་ཆ་དུས་སུ་ཁེན་འདོད་མིན་མོ་ལ། དེ་ལས། ཕ་རྒྱུ་ནི་དེ་སྒམ་ཆེ་ཁེན་པས་སུམ་ལ་དེ་ཆེ་ཁེན་འདོད་ཡིན་པས། དེ་ཨ་འཛོམ་པས་ད་མཁས་པ་བསམ་ཡས་མི་བྱེད་པ་ཡིན་པས་སེ་ཞུ་དོ་ལ། དེ། དེ་ཁོ་ལོ་སྨན་ལམ་བཏབ་ཏུ་ཨ་ནི། དེ། བེ་རོ་ཙམ་རང་གིས་ནམ་ཟླ་དེ་ཉན་དེ་ལས་རང་གིས་སྨན་ལམ་བཏབ་པ་བྱིན། ད་རང་ཡང་ཁོ་འཛོམ་པས་མཁས་པ་ཁྱོད་ནི། རང་ཡང་ཁོས་གསུངས་པའི་དེ་བསྟན་པ་དང་སེམས་ཅན་འདི་ཚུལ་ལ་ཕན་འདོགས་ནས་དེར་བཀའ་རྫོགས་པ་ཆེན་པོ་ཉམས་སུ་བླངས་ནས་ཀྱི་རྟེན་འབྲེལ་འདི་ནི་ཡིན་པས་ས་ཤུལ་དུ་བླ་དེར་བསྡད་པ་རྩེ་གཅིག་ཏུ་སྐྱེས་ཏེ་སྐྱེས་མི་ཉན་པ་ཅན། ཉན་པ་ཅན་དེར་བ་རི་ད་རང་རྣམ་ཆོས་སྐུ་ལས་མ་མ་ང་ཅིག་གིས་ཧིན་ཡིག་སྨོས་ལ་ཨ་ནི་ན་ལུས་རྟེན་འབྲེལ་དེ་བར་འགྲིག་འཇོག་དེར་ལུས་དེ་ང་ཆེ་ཆུ་ལས་དེར་བཀའ་རྫོགས་པ་ཆེན་པོ་སེམས་མེད་དེ་གོ་བྱེད་ར་དེ་ལས་སངས་ཀྱི་གོ་འཕང་ཐོབ་ནས་ཀྱི་ཡོད་ས་ཤུལ་དུ་བླ་དེར

འཇའ་ཚོན་མཚོན་པའི་ད་བ་ཡའི་རྒྱུ་ཉིན་མོ་ལ་འཇའ་ལུས་འཕོ་བ་ཆེན་པོ། དེ་ལས་རང་གི་གཟུགས་ད་རུང། ད་འཇའ་ལུས་འཕོ་བ་ཆེན་པོ་འཕོ་བ་ཆེ་འབྲིང། དེ་ལས་ད་ནི་བའི་བ་ལ་ཆུང། ད་འཕོ་བ་ཆེན་པོ་ཟེར་མི་དེ་ད་ག་དེ་བའི་དགོང་མོ་ཟེར་བ་བཞིན་ད་ང་ཚོའི་གཟུགས་ག་ར་ད་མ་ཤུ་ལེ་ར། མ་ཤུ་ལེ་ར་ང་ཚོའི་གཟུགས་དེ་ག་ཆེན་མོ་ཟེར་བ་བཞིན་ད་འཇའ་ཚོན་མཚོན་པའི་ད་ནི་བའི་ཡེ་བརྗོད་དོན་མེད་ལ་རྗེ་བཙུན་ཆེན་པོ་ཡེ་བརྗོད་དེ་དང་ང་ཅིག་གཟུགས་འདི་མཐོང་ལ་མཐོང་དོན་ཡིན་པས་ལ་མཐོང་འདི་དཔེ་རུ་ད་ནང་ལ་རྟག་ཏུ་ལུས་ད་ང་ཅིག་ད་དུ་རེ་ནི་དུ་མེད་ན་རེ་ནི་མེད་པས་རྗེ་བཙུན་འཛོམ་པའི་ཨ་ནུ་མའི་དབྱིབས་བསྒྲིབས་ལ་བར་བྱ་ལུས་འཕོ་བ་ཆེན་པོ་དེ་ལས་བྱ་ལུས་འབྲིང་ངེ་སེམས་མི་དེ་ག་དེ་བས་མོས་ཟེར་བ་བྱིན་ནས་དེ་ཁོ་རང་གི་སྐུ་དེ་ཆུང་གུ་ཆུང་གུ་ཆུང་གུ་བརྗོད་དེ་གི་ཉིམ་འདི་ཅིག་འདི་ཅིག་ལ་དེ་གོ་ལའི་བས་ཡིད་བརྗོད་མེད་དེ་ལུས་དེ་ལས་ཤ་དེ་གི་མིན་པས་དེ་ལས་འཇའ་ལུས་ཆུང་སྲིད་མི་དེ་སྟེ་ཁོ་སྐུ་དེ་ཆུང་སྐུ་ཆུང་སྐུ་ཆུང་སྐུ་དེ་ལས་ཨ་ནི་ལས་རིང་ཚིལ་མ་ཁྲོ་མར་འཐུང་དུས་མི་ནི་ལ་ཨ་འདི་སྲིད་ཨིན་པའི་ལ་འཇའ་ལུས་ཕོ་འཇའ་ལུས་ཕོ་ཆེན་པོ་འབྲིང་ཆུང་སྲིད་ཨ་ནི་བའི་ཨིན་པའི་ལ་ཨ་འདི་སྲིད་བའི་སྔ་ཕྱི་ལུས་ཧད་དང་འཛུམ་པའི་གོ་སྐབས་ཡོད་ལ་ནང་པ་སངས་རྒྱས་པའི་སངས་རྒྱས་པའི་ཆོས་སྲིད་མི་དེ་ཉམས་སུ་མ་ལེན་པ་ཅི་འདྲ་དེ་བི་རག་ལུས་འོང་ཉིན་ཙམ་ཞིག་གི་ད་ཉམས་སུ་ལེན་དུས་བི་བ་ཅི་འདྲ་ཨང་འཛུམ་པའི་ལྟ་སྐབས་ཅན་མ་གོ་བ་ད་ང་གཅིག་གི་སྐྱེ་རྒ་ན་གཅིག་གི་སྡུག་བསྔལ་འདི་སུ་ག་ར